འོ། རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཨ་ནི་བོད་མི་མང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ལྷག་པར་དུ་འཛིན་རིམ་དྲུག་པའི་ཨ་ནི་སློབ་མ་རྣམས་ལ་ཡང་ཨ་ནི་བཀྲ་ཤིས་བདེ་ལེགས་མང་པོ་ཞུ་ཡ་ཡིན། ཨ་ནི་ད་རིང་ང་ཚོ་སློབ་ཚན་མང་བགྲོས་ཡ་དེ་འཛིན་རིམ་དྲུག་པའི་སློབ་དེབ་ནང་གི་སློབ་ཚན་དང་པོ་དེ་རེད་སློབ་ཚན་དང་པོ་དེ། དེ་གའི་བརྗོད་གཞི་འདི་ལ་བོད་མིའི་སློབ་སྦྱོང་གི་དམིགས་ཡུལ། ཏེ་སློབ་ཚན་འདི། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ཟླ་བ་བཞི་པའི་ཚེས་གཅིག་གི་ཉིན་ལ་ཡང་ང་ཚོ་དབུས་བོན་སློབ་འཛིན་ཚོགས་ཀྱི་འགན་འཛིན་ཚོ་ལ་ཡང་ལོ་འཁོར་ཚོགས་ཆེན་གྱི་སྐབས་ལ་ཡང ྋགོང་ས་མཆོག་གིས་བསྩལ་བའི་བཀའ་སློབ། བཀའ་སློབ་ཅིག་བཀའ་སློབ་ཀྱི་རྟགས་དུམ་བུ་ཞིག་ང་ཚོ་སློབ་ཚན་དུ་བཀོད་བཞག་རྒྱུ་སློབ་ཚན་ཅིག་རེད། ད་སློབ་ཚན་འདི་གཙོ་བོ་བོན་རྒྱུད་ཅིག་རེད། ལྷག་པར་དུ། འཛིན་གྲྭ་དྲུག་པའི་སློབ་དེབ་ནང་ལ་ཡར་ལུགས་དགོས་ཡ་བདེན་ད་འཛིན་གྲྭ་དྲུག་པའི་གི་གནས་ཚད་ལ་སླེབས་ཡོང་དུས་བསམ་བློ་ཡེ་ནས་གང་ལ་གང་འཚམ་བཏང་ཞིག་གན་ཅིག་ད། གན་ཁེ་དགོས་ཡ་གི་དུས་ཚོད་འགྲོ་ཆེ་ལ་སླེབས་ཡོང་གོ་བ་ར་བྱས་ཙང། བོད་མིའི་སློབ་སྦྱོང་གི་དམིགས་ཡུལ་ལ་དེ་འཛིན་གྲྭ་དྲུག་པའི་སློབ་དེབ་ནང་ལ་བཞག་ནས་ང་རང་ཚོ་བོད་པ་ཏུ་ཚོ་མི་རིགས་གཞན་པ་དང་མ་འདྲ་བའི་དམིགས་ཡུལ་ཅིག་ཡོད་རེད་སློབ་སྦྱོང་བྱས་ཡ་ལ་ཡ། སློབ་སྦྱོང་སྦྱོང་བའི་སྐབས་ལ་ཡང་དམིགས་ཡུལ་ཇི་ཡོད་རེད། དམིགས་ཡུལ་དེ་ག་རེ་རེད་འདི་ཡིན་གྱི་མིན་ཤེས་དགོས་སྐོར་ལྟ་འཛིན་གྲྭ་དྲུག་པའི་གནས་ཚད་ལ་སླེབས་ཡོང་དུས་ཤེས་དགོས་ཡ་ཇི་རེད། བུ་ལྷག་པར་དུ་བུད་མེད་ཅིག་ཡིན་པའི་ཆ་ནས། ཨ་ད་དུང་རང་ཉིད་སྤྱི་སྒོའི་མི་ཚེ་དང། རང་ཉིད་སྤྱི་སྒོའི་མི་ཚེ་དང་སོ་སོ་སྤྱི་སྒོ་བསམ་སྟེ་དེའི་སྤྱི་དང་ནོར་འཁྲུལ་ཅི་རེད་བ། སྤྱི་དང་རྒྱལ་ཁབ་སུ་དང་སུ་རུ་རྒྱལ་ཁབ་ག་འདྲས་གྲོགས་ཅིག་ཡིན་པའི་གནས་ལས། འདི་ན་ལོ་དད་མཁན་གྱི་མི་མང་དེ་གས་ཀྱིས་སོ་སོ་རང་གི་ཁེ་ཕན་དང་སོ་སོ་རང་གི་མི་ཚེ་དང་སོ་སོ་རང་གི་བདེ་སྡུག་བཅུ་གོ་བསམ་བློ་བཏང་བསྡད་པའི་ན་ད་སྤྱི་དང་ག་བ་ཡིན་ནས་ནོར་འཁྲུལ་རེད་བ་དང་པོ་གཉིས་ལ་རྒྱལ་ཁབ་ལས་བསམ་བློ་བཏང་དགོས་འདི་གལ་ཆེན་པོ་རེད། རྒྱལ་ཁབ་ལ་བསམ་བློ་བཏང་ཡང་འདི། བསམ་བློ་བཏང་རྒྱལ་ཁབ་ཀྱི་ཆེད་དུ་ལས་བ་བྱས་ཡ་དང་རྒྱལ་ཁབ་ཀྱི་ཆེད་དུ་དཀའ་ལས་རྒྱག་ཡ་དུ་ཚོ་ལ་རྒྱ་རེད་བ་ལ་རྒྱ་ལ་རེད་བ། ཞེན། མི་རིགས་ཀྱི་ཞེན་ཁོག། ཞེན་ཁོག་ལ་འདི་མི་ཚང་མ་ལ་ཡོད་རེད་དེ་ལས། ཞེན་ཁོག་དཀར་པོ་ཞིག་དགོས་ཡ་གལ་ཆེན་པོ་རེད་ཞེན་ཁོག་ཡང། ནག་པོ་འདི་འདྲ་ཡིན་ན་འགྲིག་གོ་མར་དང་ཞེན་ཁོག་དཀར་པོ་འདི་འདྲ་དཀར་པོ་ཞིག་ཡིན་དགོས་གོ་རེད། བྱས་ཙང་ད་རིང་ང་ཚོ་འཛིན་གྲྭ་དྲུག་པའི་སློབ་དེབ་འདི་མར་འགྲོ་ནས་འདིའི་ནང་ལོག་ལ་ཡང་དང་སློབ་ཚན་འདིའི་ནང་ལོག་ལ་ང་ཚོ་བོད་མིའི་སློབ་སྦྱོང་གི་དམིགས་ཡུལ་དེ་ག་འདྲས་ཅིག་རེད་དོ། ང་ཚོས་དམིགས་ཡུལ་ག་འདྲས་ཅིག་གི་ཐོག་ནས་གཟིམ་ནས་སློབ་སྦྱོང་བྱེད་དགོས་གོ་རེད་ལ་སྦྱོར་བ་ད་འདི། སློབ་ཚན་འདི་སྦྱངས་སྤེལ་གྱི་དམིགས་ཡུལ་གཙོ་བོ་རེད་འདི་མ་གྲུག་ཡིན། ཨཱ་ནི། དེབ་དང་སྨྱུ་གུ་དག་དུ་འཛུལ་ཨཱ་ནི་སུ་ལ་ཡང་གྲ་སྒྲིག་བྱས་ནས་ཨཱ་ནི་སྤྱི་དང་སུ་སུ་གི་མ་འཁྲིད་དགོས་ཡ་དག་ཨཱ་ནི་ཡང་མཆན་རྒྱག་དགོས་ཡ་རིགས་དང་ཐོ་རྒྱག་དགོས་ཡ་རིགས་དེ་འདྲ་འདུག་དང་ཡང་དྲི་བ་དེ་འདྲ་ཡོད་པས་ནི་འོ་ལ་དྲི་བ་དག་ནི་འདྲི་རོགས། ཨཱ་ནི་ངས་ཁྱེད་ལ་ལན་གང་འདུག་འདུག་ཞུ་གི་ཡིན་ཞུ་ཡ་ཡིན། འོ་ལགས་སོ་འོ་སློབ་ཚན་མ་གྲུག་ཡིན། ད་ང་ཚོ་སློབ་ཚན་དང་པོ་འདི་མ་འགྲོ་བའི་སྐབས་ལ་ཡང་ང་ཚོ་གི་མ་འགྲོ་བའི་སྔོན་ལ་ཡང་སློབ་ཚན་གྱི་ད་ཚིག་གནད་ལ་རོ་བ་ཚིག་གནད་འགག་ཆེན་པོ་གལ་ཆེ་འདི་ཡོད་རོ་བའོ། འདི་ཤེས་དགོས་དགོས་རེད། ད་ཚིག་དུ་ཚོ་མ་ཤེས་པ་ཡིན་ན་ནི་སློབ་ཚན་མ་སློབ་པའི་སྐབས་ལ་ཡང་ཅི་དང་དེའི་གོ་བ་ལ་ཡང་ལ་ཡང་དཀའ་ངལ་འཕྲད་དགོས་རོ་བ། བྱས་ཙང་ནི་ཚིག་འདི་དང་པོ་གཉིས་ལ་ཚིག་གལ་ཆེན་པོ་དུ་མ་ཞིག་འགྲོ་གི་ཡིན། ཚིག་འདི་གའི་ལོ་དོ་ན་ན་རོ་ན་གཞོན། དང་པོ་དེ་ལ་ཡང་ཚིག་དེ་ག་རེ་ན་རང་བཞིན་ལ་དེ་རེད། རང་བཞིན་ལ་གི་ཚིག་དེ་སྤྱི་དང་གཉིས་ལྡན་ཅིག་བྲི་ཡས་བྲིས་བཤད་དུས་ལས་མ་ཁ་ཁའི་ཐོག་ནས་མ་འབྲི་བཤད་རྒྱས་པ་ཡིན་ན། སྤྱི་དང་རང་བཞིན་ལ་གི་ཚིག་དེ་ཁོ་རང་ལ་ཡང་ད་ཅིག་སྤྲེ་སྤྲེ་གཏང་རྒྱུ་མ་ཡིན་པ། གཙང་མ་གཙང་རྐྱང་ཅིག་གོ་དྭངས་མའི་རང་བཞིན་ཅིག་ལས་ག་ཚིག་གཙང་མ་གཙང་རྐྱང་སྒྲོག་ཅིག་ཕ་བཟོ་བཅོས་བརྒྱབ་མེད་པ་དང་པོ་དངོས་གནས་བཅའ་ལག་ཅིག་དང་མི་སྤྲོ་ཅིག་དངོས་པོ་ག་འདྲས་ཅིག་ན་དང་པོ་འགྲུབ་པའི་སྐབས་ལ་ག་རེ་ཡིན་པ་ད་ག་རང་ལ་ད་ག་རང་ལ་ཡང། སྤྲད་སྤྲད་ད་སྤད་སྤད་འདྲ་མ་འདྲ་དེ་འདྲ་མ་སྤྲད་ནས་ཁོ་རང་གཙང་མ་གཙང་རྐྱང་བྱོས་ར་འོ་དེ་ལ་ཡང་ནི་རང་བཞིན་ལ་རེད། དཔེར་ན་ཆ་བཞག་པས་ན་ང་ཚོ་གི་རང་བཞིན་ལ་དེ་སྤྲད་སྤྲད་མ་གཙང་སྐྱོ་དང་ཅིག་གཞན་པ་དང་མཉམ་དུ་ལ་ཡང་མ་སྤྲད་པ་དང་གཙང་མ་གཙང་རྐྱང་ཁོ་རང་གི་ཡོན་ཏན་ག་རེ་ཡིན་པ་ད་ག་རང་ག་ལ་མ་འདས་དེ་ཡང་འདོད་དེ་ལ་ཡང་རང་བཞིན་ལ་ར་དཔེར་ན་ག་རེ་ཡིན་པ་དེ་ལ། དཔེ་རྣམས་བཟོ་བཅོས་མ་རྒྱབ་སྐྱོར་ལ་ལག་རེས་འབད་རྩོལ་དང། མིག་གིས་འབད་པ་དང་རྩོལ་བ་ལ་བརྟེན་ནས་འགྱུར་བ་མ་ཕྱིན་པ་ག་རེ་ཡིན་པ་འདས་པ་དེ་ལས་ལག་རེས་དང་པོ་སྒྲུབ་པའི་སྐབས་ནས་གང་ཡིན་པ་དེ་ལ་ཡང་རང་བཞིན་ལ་གོ་བ་རེ། དེ་ཡི་མིང་གི་རྣམ་གྲངས་ལ་ཡང། ཡང་དག་འགྲུབ་རང་གཟུགས་ཅན་རང་གི་ངོ་བོ་ལ་དེ་འདྲའོ་དེ་འདྲ་བཤད་དེ་གོ་བ་རེ། ད་དཔེར་ན་ཚེ་སྲོག་ནི་རང་བཞིན་ལ་དེ་ནི་སྤྲེལ་སྤྲེལ་དང་མེ་འགྱོགས་བྱེད་ཀྱི་གོ་བ་ཅི་ཡོད་ཁོ་ལ་ཚིག་དེའི་སྒང་ལ་ཡང་ཞེན་པ་དང་མ་སྤྲེལ་བའི་ཆེད་ནས་ཁོ་རང་གཙང་མ་གཙང་རྐྱང་བྱས་ནས་བསྡད་བསྡད་པ་དེ་ལ་ཡང་རང་བཞིན་ལ་རེད་དཔེར་ན་ཆ་ཤས་ན་ང་ཚོའི་སྙན་ངག་གི་རྣ་ལོ་ལ། ཨ་ནི། རིགས་རང་བཞིན་བཅོས་པའི་རྒྱན། བྱ་བ་རང་བཞིན་བཅོས་པའི་རྒྱན་རྫས་རང་བཞིན་བཅོས་པའི་རྒྱན། འོ་ནི། འོ་འོ་འདི་འདྲའི་ལབ་སྟེགས་བོར་བ། བྱས་ཙང་སྤྱིར་བཏང་དེའི་སྐབས་ལ་ཡང། ཨ་ནི། རང་བཞིན་བརྗོད་པའི་རྒྱན། སྐབས་ལ་ཡང་རང་བཞིན་ལ་ནི་མ་བསླབ་པ་བྱས་ནས། རྫས་བརྗོད་པའི་རྒྱན། ཨ་ནི་བྱ་བ་བརྗོད་པའི་རྒྱན་དུ་སུ་ལབ་ན་འབྲི་ཡ་འབྲི་གོ་བར་ཡེ་ནས་ལས་འདི་ལབ་ཡིན་ན་སྐྱོན་ག་རེ་ཡོད་ན་ན་ཨ་ནི་བྱ་བ་བརྗོད་པའི་རྒྱན་གྱི་སྐབས་ལ་ཨ་མི་དོན་ཚུལ་སུ་རྒྱན་དང་དཔེ་རྒྱན་དང་དེ་འདྲའི་ཨ་ནི། སྒྲོ་འདོགས་ཀྱི་རྒྱན་དེ་འདྲའི་ཚུལ་བཏགས་ཡོང་ནས་ཨ་ནི་བྱ་བ་བརྗོད་པའི་རྒྱན་དེ་ཨ་ནི་ཏྲེ་ཏྲེ་བཏང་ཡོང་དུས་ཨ་ནི་རང་བཞིན་གྱི་ཆག་གོ་བ་མར་གོ། གཙང་མ་བཅས་ཁོ་རང་བྱ་བའི་བྱ་བ་སྤྱོད་པའི་རྒྱན་གཙང་མ་གཙང་རྒྱན་བཅས་ལ་བསྡད་ཐུག་གོ་མར་ཆས་གཙང་རང་བཞིན་ཡིན་ལ་དེ་བེད་སྤྱོད་བཏང་རྗེས་རྒྱན་གཞན་པ་དང་མཛོད་སྤྲས་ཆོག་གོ་མར་བཏགས་སྟབས། བྱ་བ་སྤྱོད་པའི་རྒྱན་ཡིན་ན་བྱ་བ་རང་བཞིན་སྤྱོད་པའི་རྒྱན་ཡིན་པས་ན་བྱ་བ་ཁོ་ན་ཨ་ནི་བོད་དོན་བཅོས་མ་མ་ཡིན་པའི་ཐོག་ནས་མ་དྲང་པོ་དྲང་བཞག་བྱས་ནས་བཤད་དགོས་ཀྱི་ཡོད་རེད་བྱས་ཙང་འདི་འདྲ་བྱས་ལ་བྱ་བ་རང་བཞིན་སྤྱོད་པ་ཡོད་རེད་ལབ་ཀྱི་ཡོད་རེད་ལབ་གོ་ར་ནམ་རྒྱུན་ང་ཚོ་བྱས་ཙང་སྙན་ངག་གི་སྐབས་ལ་བྱས་ཙང་རང་བཞིན་ལ་ཡང་འདིས་ག་རེ་ལབ་ཡིན་ན་སོ་སོ་ག་རེ་ཡིན་པས་བདག་རང་ལ་ཡང་གཞན་གྱི་རྩེ་ལས་མ་ཤོར་བ་དང་དེ་འདྲ་ལ་ཨ་རང་བཞིན་བཟོ་བཅོས་མ་རྒྱབ་ཀྱོག་ཁོ་རང་ག་རེ་ཡིན་པ་བདག་རང་ལ་ཡང་འདས་པ་དེ་ལས་ཨ་རང་བཞིན་དེ་འདྲ་ལབ་ཡོང་གོ་བྱས་ཙང་རང་བཞིན་ལག་གི་ཚིག་དེ་འོ་དེ་འདྲ་ཅི་རེད། ཐ་སྙད་པ་དེ་ལ་ཡང་ཨ་ནི་ཚིག་གལ་ཆེན་པོ་གཅིག་སྙད་པ་དེ་ལ་ཤེས་ཡོན་ལ་དེ་རེད། ཨཱ་ནི། ཤེས་ཡོན་ལ་ཡིན་འདི་ཟེར་བ་ག་འདྲས་ཅི་རེད་ལབ་དུས་ཚན་པ་ལ་ཡང་ཨཱ་ནི། ཡོན་ཏན་དང་དོན་གཅིག་པ་རེད་ཤེས་ཡོན་ལབ་ནས་འགྲིག་གོ་རེད་ཡོན་ཏན་ལབ་ནས་འགྲིག་གི་ཡོད་རེད་དེ་གཉིས་དོན་གཅིག་པ་རེད་ཁྱད་པར་ཁྱད་ཡོད་མ་རེད་ཡོད་ད་ལྟ་ང་ཚོ་དེ། ཡོན་ཏན་ལ་སྤྱོད་ལ་ནམ་རྒྱུན་ཡོན་ཏན་སྦྱང་དགོ་རེད་ཡོན་ཏན་བརླག་པ་རེད་ལ་སྤྱོད་ར་འོ་དེའི་གི་ཡོན་ཏན་འདི་རེད། འདི་གཉིས་ནི་དོན་གཅིག་པ་རེད། དེ་ཡིས་ད་ལྟ་ང་ཚོ་གིས་སྤྱིར་བཏང་ཚིག་མཛོད་འདི་འདྲའི་ནང་ལ་ཤེས་བྱ་རིག་གནས་ཤེས་པའི་ཤེས་པའང་ནུས་པ་ཞིག་ལ་ཤེས་ཡོན་ཟེར་རོ་དེ་ལབ་བསྡད་ཡོད་རོ། ཤེས་བྱ་རིག་གནས་དཔེར་ན་ཆ་ཤས་ན་ང་ཚོ་བོད་པ་འདྲ་བོ་ཆ་ཤས་པའི་ནང་ནི་རིག་གནས་བཅུ་ཡོད་རེད་པ་བོད་ཀྱི་རིག་གཞུང་ནང་རིག་གནས་བཅུ། འོ་དུ་མཚོ་ཤེས་འབད་ཀྱི་ཤེས་པ་དེ་འདྲས་ཤེས་འབད་ཀྱི་བློ། མི་གཅིག་གིས་དེ་ག་ཤེས་ཀྱི་ཡོད་ན་ཤེས་འབད་ཀྱི་བློ་དེ་ལ་ཡང། ཤེས་ཡོན་ཡོན་ཏན་འོ་དེ་འདྲའི་ལ་བལྟས་ཀྱི་ཡོད་རེད། ཨ་ནི་ཡང་བལ་དེ་མ་གཅིག་བབ་ཡིན་ན་ཨ་ནི་ཡང་ལེགས་ཉེས་འབྱེད་པའི་ཤེས་རབ་ལ་དེ་ཡང་དེ་འདྲའི་ལས་གོ་ཆོག་གི་རེད་ཤེས་ཡོན་ལ་དེ། ཤེས་པའི་སློབ་སྦྱོང་དེ་གས་ཚང་མ་བྱས་སོང་ན་ཨ་ནི་ཡོན་ཏན་ག་རེ་ཐོབ་ཀྱི་རེད་ལ་དེ་ཙམ་པ་ཨ་ནི་ཡག་ག་དང་སྡུག་ག་དང་དུ་ཚོད་ལེགས་ལ་ནི་ཡག་ག་རེ་བ་ཉེས་ལ་ན་ཨ་ནི་ལྟ་སྐྱོན་གྱི་ཕྱར་བ་འདི་འདྲས་སྐྱོན་ག་རེ་ཡིན་ཡོན་ཏན་ག་རེ་ཡིན་དབྱེ་བ་འབྱེད་པའི་གྱི་ཤེས་རབ་གཅིག་ནུས་པ་གཅིག་ང་ཚོ་ལ་སླད་ཡོད་འགོར་བ་བྱས་ཙང་འདི་ལ་ཤེས་ཡོན། ཡང་སྐབས་ག་ཤེད་ལ་ཤེས་ཡོན་ལ་དེའི་ཁྱད་ཆོས་ལ་ཡང་ནི་སྦྱར་བའི་སྐབས་ཡོད་རེད་ད་ལྟ་ཡོན་ཏན་ལ་དེ་ཚོ་དཔེར་ན་ཆ་བྱ་བས་ན་ཁྱད་ཆོས་ལ་གོ་བའི་སྐུ་དཔེར་ན་ཕྱག་བྱས་ན་སྨན་གྱི་ཡོན་ཏན། ཀུ་ཤུ་ཁ་པར་གྱི་ཡོན་ཏན་དེ་འདྲའི་དག་འདི་ལ་སོགས་པའི་མང་པོ་ཡོད་རེད་པ། ཞེས་དང་ཤེས་ཡོན་ལ་ཡེ་དེས་མདོར་བསྡུས་ནས་ཚུལ་བཤད་བས་ན། སློབ་སྦྱོང་སྦྱངས་སྦྱངས་སྦྱངས་ནི་སློབ་སྦྱོང་ཅིག་ཤེས་འབད་ཀྱིས་མི་གཅིག་གིས་སློབ་སྦྱོང་ཤེས་སོང་ན་དེ་ཤེས་འབད་ཀྱི་ནུས་པ་དེའམ་དེ་ཤེས་འབད་ཀྱི་བློ་གཅིག་རྒྱུད་ལ་སྐྱེས་ཡོད་དགོས་རོ་འདི་ལ་ཡང་ཤེས་ཡོན། ཤེས་པའི་ཡོན་ཏན་ཟེར་རོ། དེ་ནས་ལྷན་སྐྱེས་ལ་དེར་ལྷན་སྐྱེས་ལ་དེར་ཏེ་ལྷན་སྐྱེས་ལ་ཚིག་འདི། ག་འདྲས་ཅི་རེད་ན། རྩོལ་བ་ལ་མ་བརྟེན་པར་ཡང་མི་གཅིག་གིས་དཀའ་ལས་གྲོགས་གཅིག་རྒྱལ་པོ་གཅིག་ཟོབ་གཅིག་ལས་ཀ་གྲོགས་ཤུགས་ཆེན་པོ་གྲོགས་གཅིག་བྱས་ནས་འདི་འདྲའི་བྱེད་འགྱོ་མ་ཡིན་པ་ལ། རང་བཞིན་གྱིས་ཡ་སྐྱེས་ཡོན་སྦྱོར་བ་ངང་གིས་སྐྱེས་ཡོན་པ་སྦྱོར་བ། ལྷན་སྐྱེས་བྱས་ཙང་འོ་འདི་འདྲའི་ལས་ཡ་ནི་དཔེར་ན་ཆ་བྱས་ན་ང་ཚོ་གི། ད་བླ་མ་རྩ་ཆེན་པོ་དང་དེ་འདྲས་ཀྱི་སྐབས་ལ་ཡང་ནི། ལྷན་སྐྱེས་ཀྱི་དྲི་ལ་དེ་འདྲའི་ཚུལ་ཁྲིམས་ཀྱི་དྲི་མ་རང་བཞིན་གྱི་ཁ་ཡོད་ཡང་དེ་འདྲའི་ཡོད་རང་ཚུལ་ཁྲིམས་ལྟ་ཁྲིམས་དུམ་པ་ཡག་པོ་སོང་ཡོད་དུས་ནི་ཚུལ་ཁྲིམས་ཀྱི་དྲི་མ་ནི་ལུས་ནས་བས་ཏེ་གཅིག་ཙན་དན་གྱི་དྲི་མ་གྲོགས་དེ་འདྲས་བས་ཏེ་རང་བཞིན་གྱི་དྲི་མ་བཟང་པོ་དེ་འདྲའི་ཁ་ཡོད་ཡང་དེ་འདྲའི་ཡིན་ནི་དེང་སང་གི་ལྷན་སྐྱེས་ཀྱི་དྲི་དོན་གཙོ། བུ་མོ་དེ་འདྲས་ཀྱི་ཏོར་ཡ་དོན་གཙོ་ཡང་ལྷན་སྐྱེས་ཀྱི་དྲི་ལག་གི་མ་རེད་དོན་གཙོ་ཡང། བཟོ་བཅོས་རྒྱབ་བཞག་འགྱོ་ཕྱིར་རོ་བཅོས་མ་རུ་བ་དོན་གཙོ། མིག་གིས་དེ་ག་ལ་སོ་སོ་རང་བཞིན་མ་ཡིན་པ་ཅིག་ལ་ཡང་དྲི་མ་དེ་འདྲའི་ཚུལ་གཏོར་ནས་ནི། རང་བཞིན་གྱི་དྲི་མ་མེད་གནས་ཡིན་དུ་འདུ་བྱས་ན་ཆུ་ལོག་དུའང་འགྲོ་མཚམས་སུ་སྣ་དགུ་བའི་ཚབ་ཤ་རྒྱགས་ཡོང་གི་འདུག་དྲི་མ་དེ་འདྲའི་ངར་དྲགས་ནས་དུ་འཛུལ་རིགས་སྟོད་རའི་ཆུ་དྲི་མ་བཞིན་པོ་དྲི་ཆབ་དུ་འཛུལ། དེ་ཚོ་ང་ཚོས་ཨིན་ཇི་ནང་ལ་པར་ཧྥུམ་ལ་ཡོད་དེ་ལ་བོད་སྐད་ནང་ལ་ཡང་དྲི་ཆབ་ལ་ཡོད། བྱས་ཙང་དྲི་ཆབ་དེ་འདྲ་གཏོར་ཡོང་དུས་ང་ཚོ་ལ་མ་འཕྲོད་མཚམས་ལྟར་གློག་ཤུགས་བརྒྱབ་ཡོང་དུས་ཧབ་ཆུ་བརྒྱབ་ཡོང་སྣ་ཁུག་ཟབ་རར་ལངས་ཡོང་སྣ་ཁུག་ཚ་ཡག་དེ་འདྲའི་དྲི་མ་ཁེངས་ཙང་དེ་འདྲའི་མཚམས་ཙམ་དྲི་ཆབ་དེ་འདྲ་གཏོར་ནས་ཁོ་རང་གི་ངོས་ནས་ཡག་པོ་རེད་དེ་ལས་ད་དུང་ཚོ་རིག་ཚང་མ་ལོངས་སྤྱོད་མ་རུ་བ་སྤྱོད་མ་ལ་ནུ་བཟོ་བཅོས་བརྒྱབ་ཤོག་འགྱོགས་དངོས་གནས་མ་ཡིན་པ་ཡོད་སྤྱོད་མ་ཡིན་པའི་ཞུ་གོ་རྫུན་མ་ཡིན་པའི་ཁྱབ་རེད་ད་འོང་དེ་འདྲ་ད་རྫུན་མ་ཅིག་ཡོད། བྱས་ཙང་ད་ལྟ་ལྷན་སྐྱེས་ལ་ཡིན་འདི་ཡིན་དེ་འདྲའི་རིགས་བཟོ་བཅོས་རྒྱབ་སྐྱོར་དང་གཏོར་བཤགས་རྒྱུ་དང་འདི་འདྲའི་མ་ཡིན་པ། སོ་སོའི་ངང་གིས་ཡར་སྐྱེད་ཡོང་རྒྱུ་ཅིག་ཡོད་རང་བཞིན་གྱིས་བྱུང་བཞག་རྒྱུ་ཅིག་ལ་ལྷན་སྐྱེས་ལབ་དགོས་ཡོད། བྱས་ཙང་ནི་ལྷན་སྐྱེས་ཀྱི་ཁྲི། ཐང་གི་གཉེར། བླ་མ་དང་ཚུལ་ཁྲིམས་ཡག་པོ་སྲུང་དེ་གཉེར་སྡོམ་པ་ཡག་པོ་སྲུང་དེ་གཉེར་དེ་འདྲའི་ལ་ནི་ལྷན་སྐྱེས་ཀྱི་ཁྲི་ཡོད་རེད་བ། དཔེར་ན་ཆ་བྱས་ན་མེ་ཏོག་དང་དུང་མཚོ་ལ་ཡག་མེ་ཏོག་པད་མ་ལ་ཡག་མེ་ཏོག་པད་མ་ཁོ་རང་གིས་ནི། ལྷན་སྐྱེས་ཀྱི་ཁྲི་མ་ཞིམ་པོ་དེ་འདྲའི་ཁ་ཡ་ཡོད་རེད་བ་འོ་དེ་འདྲའི་ལྷན་སྐྱེས། ཨ་ནི་ལྷན་སྐྱེས་ཀྱི་ཡོན་ཏན་ལ་དེ་འདྲའི་དཔེར་ན་ཆ་བཞག་ན་དེ་རུ་མི་ཁ་ཤས་ཨ་ནི་སྐྱིད་དུས་ནས་འཁོར་ནས་ཨ་ནི་དཔལ་དུ་འཁོར་བ་ཅིག་གཞལ་བཏང་ཡང་ལ་དཔལ་དུ་རང་བཞིན་གྱིས་གོམས་འགྲོ་ཉེན་དེ་འདྲའི་བྱང་པ་དེ་འདྲའི་ཁོ་རང་རང་བཞིན་གྱིས་དཔལ་དུ་ཤུགས་ཀྱིས་ཨ་ནི་དཔལ་དེ་གཞལ་གང་ལ་དབྱིངས་ཞུགས་ནས་ཅིག་གཞལ་བཏང་ཡུན་དུས་མི་འཁོར་བས་མ་འདྲ་ཆགས་ཡོན་ཏན་དེ་འདྲའི་ཡོན་གྱི་དོ་དེ་འདྲའི་ལས་ལྷན་སྐྱེས་ཀྱི་ཡོན་ཏན། འགའ་ཤས་སྤོ་ལོ་ཙེ་ཡཱ་ལི་ཡཱ་ནི་པེ་ཏི་ཧང་སང་ཡང་གི་ནུས་པ་ཡོད་མཁན་དེ་རེད་མི་གཞན་ལས་ལྷག་པའི་ཡོན་ཏན་ཡོད་བསྡད་མཁན་དེ་རེད་དོ། འོང་དེ་འདྲས་ལ་ཡང་ནི། ཁོ་སྤོ་ལོའི་སྒང་ལ་ཡང་ལྷན་སྐྱེས་ཀྱི་ཡོན་ཏན་ཡོད་རེད་ལགས་ཞུ། ད་ང་ཚོས་འོ་དེ་འདྲས་བཤད་དེ་འོར་བ། འོ་ལགས་སོ། འོ་འདུག་སུ་རེད། དེ་ནས་ང་ཚོས་ཚིག་གཅིག་ཤེས་དགོས་འདི་འདྲ་བག་ཕེབས་ལ་དེ་རེད་བག་ཕེབས།

ད་སྙི་མ་ནང་བཞིན་ཆ་ཧང་ཏུང་ཨ་རང་ཏུ་ནི་དེའི་མེ་སྟག་ཟེ་ག་ཅིག་རག་འདུག་ད་ང་ཚོའི་སྙི་མ་གི་སྟག་བོད་ཀྱི་མི་མི་རབས་རྒན་པ་ཚོའི་ད་ནི་ཅིག་དེ་འདྲས་ཀྱི་ཁ་ཕག་ཚོས་ཁོ་རང་ཚོ་ཀ་མེད་གནང་བའི་སྐབས་ལ་ཡང་ནི་སྐད་ཆ་དེ་འདྲས་བཤད་ཡོང་གི་འདུག་ད་དེང་སང་བློ་བདེ་བག་ཕེབས་ཡིན་ད་སྙི་མ་ནང་བཞིན་ཆ་ཏུང་ཤོ་པ་རག་རྒྱབ་ནི་དེ་གི་མེད་ལ་ཡ་དེ་འདྲས་ཡོད་རེད་བ་འོ་དེ་འདྲས་གསུངས་ཡོང་གི་རོགས་འོ་དེ་ནང་བཞིན་སྤྱིར་བཏང་ནམ་རྒྱུན་བག་ཕེབས་ལ་ཁོ་རང་ཨ་རང་སེམས་སྐྱིད་པོ་སེམས་ལྷོད་ལྷོད་བྱས་ནས་བག་བདེ་པོ་ཐང་པོ་བྱས་ནས་དེ་འདྲས་ཅིག་ལ་བག་བདེ་བའི་དོན་དག་ཅིག་ལ་བག་ཕེབས་ལ་རེད་བ། བོད་ཆོས་བཏང་པའི་སྐབས་ལ་བློ་བདེ་བག་ཕེབས་ལ་ནི་མཉམ་དུ་འཇགས་ཡོང་གི་བློ་བདེ་བག་ཕེབས་ལ་ནི་ཡོད། འོ་ལགས་སོ། ད་དེ་གས་ང་ཚོས་ངེས་པར་དུ་སློབ་ཚན་དེ་མ་སྤྲོ་དངོས་ལ་ཡང་ནི་ཤེས་དགོས་གལ་ཆེན་པོ་རེད་ཁྱེད་རང་ཚོས་ནི་ཚིག་དེ་གས་ལ་དོ་སྣང་བྲེད་ནས་ཚིག་གྲུབ་དེ་འདྲའི་བཟོ་ཐུབ་ཀི་འདུག་ད་ཡག་དང་ནི། ཤེས་ཡོན་ལ་དེ་གས་གང་ལ་ཡག། དོན་དུ་རྡོ་རྗེ་ལ་ཡང་ད་ལྟ་མ་འོག་ལ་སླད་ཡུན་དུ་ཡང་ངས་འཕྲོས་བཤད་འཕྲོས་བཤད་ཀྱི་སྐབས་ལ་ཡང་ཤེས་ཡོན་གྱི་ཐོག་ལ་ཡང་ད་ལྟ་ཞུ་ཡ་བལྟས་ཚེ་ཡོན་ཏན་ཚོ་མང་ཤོས་ཡོང་གི་ཡིན། རྣམ་པ་ལ་འགྱོད་ཚོད་ཐོ་ཆེ་ན་ཨ་ན་ད་ད་ང་ཚོ་ཚིག་གནས་ཀྱི་སྐོར་འདི་དག་རང་ཡིན་ད་སློབ་ཚན་དངོས་གཞི་ལ་མ་འགྲོ་གི། སློབ་ཚན་འདི་སེམས་ལ་བཞག་དགོས་ཏེ་ང་ཚོ་བོད་པའི་གི་ཨ་ནི། འདི་རེད། བོད་མིའི་སློབ་སྦྱོང་གི་དམིགས་ཡུལ་དེ་གཙོ་བོ་རེད་འདི་རྣམས་བློ་ལ་ཡོད། ང་ཚོའི་དམིགས་ཡུལ་ག་འདྲ་ཅིག་བཅང་དགོས་རེད་སློབ་སྦྱོང་ཟིན་པའི་སློབ་སྦྱོང་སྦྱང་བའི་སྐབས་ལ། སློབ་སྦྱོང་སྦྱང་བའི་དུས་ལ་ཡང་དམིགས་ཡུལ་ག་འདྲ་ཅིག་ཟིན་དགོས་རེད་འདི་ཤེས་དགོས་ཨེ་འདི་གལ་ཆེན་པོ་ཞེ་དྲག་རེད་འཛིན་གྲྭ་དྲུག་པའི་སློབ་མ་ཅིག་ཡིན་པའི་ཞུ་འོ་ལ། འོ་ལགས་སོ་ད་ད་ཁ་རང་དྲུག་ཡིན། སྤྱི་བདག་ངས་དུམ་མཚམས་དུ་མ་ཅིག་ཀློག་རོགས། མིའི་རང་བཞིན་གྱི་ཁྱད་ཆོས་ལ་བསམ་བློ་གཏོང་བའི་ནུས་པ་ཆེན་པོ་ཞིག་ཡོད། རྗེས་ཡོང་དངོས་འཕྲལ་གྱི་སྒོ་ནས་མ་འོངས་པའི་བྱེད་ཕྱོགས་ལ་ཐབས་ལམ་སྣ་ཚོགས་པ་ཞིག་བསམ་བློ་བཏང་སྟེ་སོ་སོ་སྒེར་པའམ་འདུས་སྡོད། ལུང་པ་ལྟ་བུ་གང་ཞིག་ཡིན་ནའང། མ་འོངས་པའི་ཐོག་ལ་ཡར་རྒྱས་གཏོང་རྒྱུའི་བསམ་བློ་སྔོན་ལ་བཏང་སྟེ་འགྲོ་སྟངས་ཤིག་ཡོང་གི་ཡོད། དེ་ནི་མིའི་ཁྱད་ཆོས་ཡིན། ལྷན་རྒྱས་ཀྱིས་མ་འོངས་པའི་གནས་ཚུལ་ལ་བསམ་བློ་གཏོང་བ་དང་འཆར་གཞི་འགོད་པའི་ནུས་པ་ཡོད་པ་དེ་དང་ནུས་པ་ཡོད་པ་དེ་ད་དུང་གོང་ནས་གོང་དུ་སྤེལ་བ་ལ་ཤེས་ཡོན་གལ་ཆེན་པོ་ཡིན། དུམ་ཚན་དང་པོ་དེ་དེར་ཐ་སྙད་ཀྱི་མཚོན་འདྲ་མ་འདྲ་མ་འདྲ་བཏང་བཞག་ཡོད་རེད། རང་བཞིན་ལ་དེ་ང་ཚོ་དྲང་གིས་འགྲོ་ཚར་བ།

དང་པོ་འདི་ལ་མིའི་རང་བཞིན་གྱི་ཁྱད་ཆོས་ལ་བསམ་བློ་གཏོང་བའི་ནུས་པ་ཆེན་པོ་ཞིག་ཡོད་ལ་རེད་ད་ང་ཚོ་མི་དང་ཚོ་ལ་ཡང་ཡོད་རེད་བ་ཨ་ནི་མིའི་ཁོ་རང་གི་རང་བཞིན་ཁོ་རང་ལ་ཡང་ད་བཟོ་བཅོས་སྐྱོན་བརྗོད་མ་ཡོད་པ་གཅིག་རང་ངང་གིས་ད་རང་བཞིན་གྱི་ཡང་བྱུང་བལྟས་པའི་གི་ཁྱད་ཆོས་ཅིག་ཡོད་རེད། ཁྱད་ཆོས་དེ་ག་རེ་བས་ལ་དུས་བསམ་པ་ལ་ཡང་བསམ་བློ་གཏོང་བའི་ནུས་པ་ལ་རེད་ད་ཨ་འདི་སྐོར་འདི་ན་གོང་ས་མཆོག་གིས་བཀའ་སློབ་འདི་རྣམས་ལ་ཆེན་པོ་ལ་ནི་མཇལ་ཡོད་རེད། ཆོས་འཇུག་དག་སེམས་ཅན་དུ་ཚོད་ལས་ཡོར་བ་ང་ཚོ་དཔེར་ན་ཆ་བྱས་ན། འོ་ལགས་སོ་ཁྱི་དག་ད་སེམས་ཅན་དེ་འདྲའི་དུ་བའི་སྐད་ལ་དོན་དུ་ཡང་ཅིག་གྲོགས་ཁོག་ཏོག་ཟེར་ན་ཡང་ཁ་ར་ཆེ་གོ་ཏོ་ལྟ་ཡ་ལ་ཡ་ནི་ཅིག་བྱེད་ཡ་རིགས་དང་ཡང་སེམས་ཅན་ག་ཤེད་ཅིག་ཁ་ལག་སག་སག་གྲོགས་དེ་འདྲའི་ཏོ་བ་སྦྱིན་པའི་འོ་ལ་ཡ་ཚང་མ་ཟས་བ་དང་མི་རྒྱུ་སྟངས་མ་ཤམ་ཅིང་གྲོ་ཁོག་ནང་སྟངས་མ་ཤམ་ཅིག་ཨོ་དེ་ལ་བསགས་ནས་བཞག་གི་འདུག་དོན་ཚོ་ག་ཅིག་ནི་བསགས་དགོས་དོན་དོན་རྟོགས་སོང་ན་ཡང་ཡང་བསྐྱར་ཡར་བཏོན་ནས་བཟའ་ཡ་ཡོད་རོགས་གཏོར་མ་རབས་འདི་འདྲས་ཀྱི་རྟགས་གནས་སྐབས་གནས་སྐབས་ཆུན་ཆུན་ཆུན་ཆུན་རྟགས་ཁོ་ཚོས་ནུས་པ་འདི་འདྲས་བསམ་བློ་གཏོང་བའི་ནུས་པ་སེམས་ཅན་ལས་ཡོད་རོགས། ད་ཡིན་ནས་ང་ཚོ་མི་ལ་ཡང། དེ་ལས་ལྷག་པའི་ཆེན་པོ་བཅུ་ཡོད་ནུས་པ་ཆེན་པོ་སླར་བདེ་བྱེད་ཚང་ཆེན་པོ་དེ་ལས་ཡང་ཧང་སང་ཡང་གི་གོ་བ་ཡག་པོ་ཡོད་རེད་ཡོད་བྱས་ཙང་ང་ཚོ་ལ་བསམ་བློ་གཏོང་བའི་ནུས་པ་ཆེན་པོ་ཞིག་ཡོད་རེད། ད་བསམ་བློ་བཏང་བའི་ནུས་པ་ཆེན་པོ་ཞིག་ཡོད་རེད་ལར། ད་ནུས་པ་དེ་ག་རེ་རེད་ལར། རྗེས་ཡོང་དངོས་དྲན་ལར། རྗེས་ལ་ག་རེ་ཡོང་གི་ཡོད་པ་དེ་སྔོན་ནས་དྲན་པ་ལ་སྒོར་ད་རྗེས་ཡོང་དངོས་དྲན་ལ་འདུས་རྗེས་ལ། རྗེས་ལ་ག་རེ་ཡོང་གི་ཡོད་པ་དེ་སྔོན་སྔོན་ལ་ཡང་བསམ་བློ་བཏང་ནས་སྔོན་ལ་དྲན་པའི་ཐོག་ནས། སྔོན་ལ་དྲན་པའི་སྒོ་ནས་ལར། ཨ་མ་འོངས་པའི་གི་ནི་བྱེད་ཆོག། ལ། ཐབས་ལམ་སྣ་ཚོགས་ལར་ཐབས་ལམ་ལ་དུས་བཙོན་པ་ལས་ད་ང་ཚོས་ཐབས་ཤེས་ཀྱི་ཐབས་ཤེས་ད་ཡང་སྤྱོད་རོགས་ད་ག་རེ་བྱེད་དགོས་ད་ག་འདྲས་བྱས་ན་འགག་འདུག་འཚོ་བའང་བསྐྱལ་ན་ཡག་པོ་འདུག་གས། ཨ་ནི། ཟ་ཁང་ཟིན་ན་ཡག་ག་འདུག་གས་ད་དེ་ལ་སོགས་པའི་མ་འོངས་པ་ལ་ཡང་འཆར་གཞི་སྒྲོག་ཅིག་ག་རེ་ཡོང། དཔེར་ན་ཆ་བྱས་ན་ཕྱུག་པོ་ཆགས་དགོས་འདུག་ན་ཨ་ནི། འཚོ་བ་བསྐྱལ་ན་ག་འདྲས་ཡོང་དགོས་ཡོང་ས་རེད། སོ་ཁྲག་བཙོང་ན་ག་འདྲས་ཡོང་ས་རེད་བག་ལེབ་བཙོང་ན་ག་འདྲས་ཡོང་ས་རེད་ད་དེ་ལ་སོགས་ཐབས་ལམ་ལམ་སྤྱོད་རོགས། ཐབས་ལམ་ལ་དེ་སྤྱིར་བཏང་ཐབས་དང་ལམ་མཉམ་དུ་སྦྱར་བའི་སྐབས་ལ་སྤྱིར་བཏང་ཐབས་དང་ཐབས་ཤེས་ལ་ཅེས་རེད། ཐབས་དང་ཤེས་རབ་ལ་གི་སྐབས་ལས་ཐབས་ཁོ་རང་ལམ་ལ་གོ་དྲུག་གུ་ཡོད་རེད། བྱས་ཙང་མང་ཆེ་ཚིག་དེ་མཉམ་དུ་བེད་སྤྱོད་བཏང་བའི་སྐབས་ལས་ཐབས་ལམ་ལ་ནི་ལམ་མཉམ་དུ་སྦྱར་ཡོང་གོ་བྱས་ཙང་ལམ་ལ་དུས་ལམ་དགག་བཅོས་རོ། ཕྱུག་པོ་ཆགས་ཡོད་ན་ལམ་ག་འདྲས་ཅིག་གང་ནས་འགྲོ་དགོས་དོ་ལ་བཅོས་ར། ཚོང་རྒྱག་ཡག་གི་ལམ་ག་ནས་འགྲོ་ནས་ཕྱུག་པོ་ཆགས་དགོས་དོ། ཡང་གཞུང་གི་ལས་བྱེད་བྱས་ནས་ཡང་ཕྱུག་པོ་ཆགས་ཡག་གི་ལམ་ག་གང་ནས་འགྲོ་དགོས་དོ། ད་དེ་ལ་སོགས་པ་བཅོས་ར། ཇེ་མང། དཔེར་ན་བྱ་བྱེད་ནོར་སློབ་མ་གཅིག་གི་ངོས་ནས་མཚོན་དཔེ་ན་མཁས་པ་ཆེན་པོ་ཅིག་བྱེད་དགོས་ཡོད་པས་ཡིན། ཨ་ནི། གཅིག། བརྩོན་འགྲུས་བྱས་ནས་བརྩོན་འགྲུས་བྱེད་སྟངས་ཀྱི་ལམ་ག་འདྲ་ཅིག་ལ་བརྟེན་ནས་ཨ་ནི། མཁས་པ་ཆགས་པ་བྱེད་དགོས་དོ། ཡོད། མི་མི་གཞན་པ་ཚོ་ཚོ་བསླབ་གྲྭས་ཀྱི་ཆུ་ཚོད་ར་དགོན་བདག་དང་ཞོགས་པའི་གཉིས་ལ་རང་སྤྱོད་བྱེད་ཡག་གི་ཆུ་ཚོད་གཅིག་ཡོད་པས་ཡིན། འདི་བཅུ་སྐོར་ལ་བརྟེན་བྱས་འདི་བཅུ་སྐོར་གྱི་ལམ་ཐབས་ལམ་འདི་ལ་བརྟེན་བྱས་ཨ་ནི། མཁས་པ་ཆེན་པོ་ཆགས་པ་བྱེད་བྱེད་ཡ་ཡིན་ཡང། དེ་ལས་ལྷག་དེ་ཡིག་འདིའི་སྒང་ལ་དོན་ཐོག་སོ་སོའི་ངོས་ནས་མི་ཚང་མ་ཆུ་ཚོད་དྲུག་པར་ལངས་ཀྱི་འདུག་ན་སོ་སོ་ཆུ་ཚོད་ལྔ་པ་དང་བཞི་པ་འདུག་བ་ལགས་ནི་སློབ་སྦྱོང་བྱེད་ལམ་འདི་འདྲས་ཀྱི་ཚད་ཅན་ནི་གལ་བ་ཆེན་པོ་ཆགས་དགོས་ཏོ་ལྷ་འདི་ལ་སོ་ལམ་སྤྱོད་རོགས་ཐབས་ལམ་ལ་རེ་བ་འདི། འོ་ལགས་སོ་ད་བྱས་ཙང་མ་འོངས་པའི་བྱེད་ཕྱོགས་ལ་ཐབས་ལམ་སྣ་ཚོགས་པ་ཞིག་ལ་ད་ཐབས་ལམ་གཅིག་མ་རེད་ཡོད་ཐབས་ལམ་འདྲ་མེད་ན་ལྟ་མགུ་བ་དང་གིས་ངས་བཤད་ཙང་ང་མཁས་པ་ཆེན་པོ་བྱས་ལ་ཐབས་ལམ་ག་རེ་གར་འདུག་ད་ལམ་ག་འདྲས་འདུག་ཚོང་པ་ཆེན་པོ་ཅིག་བྱས་ནས་རྗེས་མ་དཔལ་འབྱོར་གྱི་ཐོག་ནས་དཔེ་དེ་དཔེ་དེ། ཅིག། མི་གཞན་པ་ལ་བསྟུན་མོ་གོ་ཡ་རེད་མོ་གོ་ཡ་འབད་དེ། ཕྱུག་པོ་ཞུ་ཅིག་ཆག་གོ་འདུག་ན་ཨ་ནི་ལམ་ག་འདྲས་འདུག་ད་ལམ་ཐང་གིས་མང་པོ་ཞུས་སོ། འཚོ་བ་རྒྱག་ཡ་གི་ཐབས་ལམ། ཨ་ད་ག་ནས་བཞིན་མོ་མོ་བཙོང་ཡ་གི་ཐབས་ལམ་གཞུང་གི་ལས་བྱེད་བྱེད་ཡ་གི་ཐབས་ལམ་ད་དེ་ལ་སོགས་པ་མང་པོ་ཡོད་ར་དངུལ་ཟ་ཡ་གི་ཐབས་ལམ། འོ་དེ་འདྲའི་སྣ་ཚོགས་པ་ཞིག་བསམ་བློ་བཏང་སྟེ་སླར་ད།

འདུས་ནས་མཉམ་དུ་སྡོད་པ་ལ་འདུས་སྡོད་དེ་འདྲ་གི་ཚོགས་པ་ལ་ཡང་འདུས་སྡོད་ལ་ཡ་དེ་འདྲ་དང་ནི། དཔེར་ན་དགོན་པ་ལྟ་བུ་དང། དེ་ནས་ལུང་པ་ད་ང་ཚོ་ལུང་པ་དེ་ཡང་སྤྱིར་བཏང་འདུས་སྡོད་རེད་དེ་ལས་ཡིན་ན་ཡང། ཁོ་རང་ཡང་ཅིག་ཚོགས་པ་ལས་ཆད་ཡོད་ཙང་ད་སྤྱིར་བཏང་འདུས་སྡོད་ཡིན་པ་གང་ཞིག་ལ་ཡང། ཚོགས་པ་ཆུང་ཆུང་ཆུང་ཆུང་མ་རུ་བ་བྱས་ཙང་ཆེན་པོ་རུ་བ་རྒྱལ་ཁབ་ཅིག་ཆགས་འགྲོ་བ་བྱས་ཙང་ལུང་པ་ཨ་ལུང་པ་ལྟ་བུ་གང་ཞིག་ཡིན་ནའང་ས་དང་ག་འདྲས་གྲོགས་བྱིན་པའི་ནས་ད་སོ་སོ་གེ་རེ་ཡིན་ནའི་རེ་ཨ་དུས་དུས་གོམ་པ་ལྟ་བུ་ཡིན་ནའི་རེ་ཨ་ལུང་པ་ལྟ་བུ་ག་འདྲས་བྱིན་པའི་ཡིན་ནའང་ཟེར་ར། མ་འོངས་པའི་བྱེད་ཕྱོགས་ཐོག་ལ་ཐབས་ལམ་སྣ་ཚོགས་པ་ཞིག་སྐོར་ནས་བསམ་བློ་བཏང་སྟེ་བསམ་བློ་བཏང་དགོས་ཡོད་རེད་བཏང་ནས་ག་རེ་བྱེད་དགོས་ལ་ན། ཨ་མ་འོངས་པའི་ཐོག་ལ་ཨ་ཡར་རྒྱས་གཏོང་རྒྱུའི་བསམ་བློ་སྔོན་ལ་བཏང་སྟེ་འགྲོ་སྟངས་ཤིག་ཡོང་གི་ཡོད་རེད་པ། དེ་མིའི་ཁྱད་ཆོས་རེད་ལར་དེ་ནི་མིའི་ཁྱད་ཆོས་ཡིན་ལར་ད་ལྟ་ང་ཚོ་དང་པོ་དེ་ལ་ཡང་བསམ་བློ་གཏོང་བའི་ནུས་པ་གལ་ནུས་པ་ཆེན་པོ་ཞིག་ཡོད་རེད་ལར་མིའི་ཁྱད་ཆོས་ལ་ཡང་ད་བསམ་བློ་གཏོང་བའི་ནུས་པ་ཆེན་པོ་དེ་མདོར་བསྡུས་ནས་ངོས་འཛིན་བྱེད་རོགས་མདོར་བསྡུས་ནས་ད་མིའི་ཁྱད་ཆོས་ག་རེ་རེད་ལ་དུས་བསམ་བློ་གཏོང་བའི་ནུས་པ་ཡོད་རེད་ལགས་རོ། ཨ་འདི་མར་འགྲེལ་བཤད་རྒྱག་རྒྱུ་འདོད་བསམ་བློ་གཏོང་བའི་ནུས་པ་ག་འདྲ་ཞིག་ཡོད་རེད་ལབ་དུས་ཨ་ནི་རྗེས་ཡོང་དངོས་འཕྲེང་གི་སྒོ་ནས་ཨ་ནི་ད་ལྟ་འདི་ནས་མ་བྱས་ན་ཨ་འདི་བོ་དོ་འགྲོ་སྟངས་ཤིག་ཡོང་གི་ཡོད་ལ་འདི་བོ་དོ་ཨ་ནི་མ་དྲག་གི་རེད་དང་རེད་བ་ཨ་འགྲེལ་བཤད་རྒྱག་པའི་གོ་ལོང་བ་འདི་འདྲ་རྒྱག་དགོས་གོ་རེད་བ། ལ་སོགས་འདི་ནི་ད་ལྟ་དེ་བས་ནི་ཁྱད་ཆོས་ཡིན་སླར་ད་ཁྱད་ཆོས་ངོས་འཛིན་པར་ལྟ། མིག་གི་རང་བཞིན་གྱི་ཁྱད་ཆོས་དེ་འདུག་ཟེར་ཏེ་བསམ་བློ་གཏོང་བའི་ནུས་པ་ཆེན་པོ་ཅིག་ཡོད་རེད་ལ་ནུས་པ་དེ་ག་རེ་རེད་དེ་ངས་ཚོན་ཁྲ་འདི་ནར་བཏང་ཞོར་དུ་དེ་འོ་འདི་ནི་ཁྱད་ཆོས་དེ་མ་དྲིས་ཤེས་བྱ་བའི་ནུས་པ་འོ་དེ་རེད་ང་དེ་ད་ལྟ་ལར་ལྷན་སྐྱེས་ཀྱི་ལ་རེ་ཡོད། རང་བཞིན་གྱིས་མང་དུ་ལ་བྱུང་སྟེ་ག་རེ་ལ་འདུས་འམ་མ་འོངས་པའི་གནས་ཚུལ་ལ་བསམ་བློ་གཏོང་བ་དང་ན་ད་ང་ཚོ་འདི་མི་ཚང་མར་ཡོད་རེད་བ། ང་ཅི། དཔེར་ན་ཁྱེད་རང་ཚོ་དེ་འདྲ་དྲུག་པའི་སྤོ་གི་ཡིན་ནས་རྗེས་མ་ང་ཨ་ནི་འདི་འདྲ་བྱེད་གིན་རྗེས་མ་ང་གནམ་གྲུ་བཏང་ཉིན་ཁྱེད་རང་ཚོ་ལ་དམིགས་ཡུལ་ཡོད་རེད་བ། ང་མོ་ཏྲོ་བཏང་ཉིན་བྱེད་གི་ཡིན་ང་གནམ་གྲུ་བཏང་ཉིན་བྱེད་གི་ཡིན་ང་དམག་མི་བྱེད་ཡ་ཡིན་ད་དེ་ལ་སོགས་པའི་དམིགས་ཡུལ་མང་པོ་ཡོད་རེད་བ། ངོ། དོན་ཚོད་ཚང་མ་ལ་རང་བཞིན་གྱི་བསམ་བློ་འཁོར་ཡོང་ཡང་ཅི་རུ་བ་དོན་ཚོད་ཚང་མ་ལ། ངའི་བསམ་བློ་བཏང་བ་ངའི་སྒུག་བ་ལ་ནི་དཀའ་ལས་རྒྱག་དགོས་མ་རུ་བ་དོན་ཚོད་རང་བཞིན་གྱི་ངང་གིས་ཡ་ལྷན་སྐྱེས་ཀྱི་བྱུང་ཡོད་ཡང་བྱས་ཙང་གནས་ཚུལ་འདི་འདྲའི་བསམ་བློ་གཏོང་བ་དང་ཟེར་བ་དཔེར་ན། ད། འཛིན་གྲྭ་དྲུག་པའི་སློབ་མ་གྲོགས་གཅིག་ངེད་ཀྱི་སྐད་ཆ་དྲིས་པའི་སྐབས་ལས་ཁྱེད་རང་ཚོ་ལས་ཡག། བསམ་བློ་ག་རེ་ཡོད་ཆ་ཤས་ག་རེ་ཡོད་འགྲོ་ལ་ཡོད་འདོད་ཨང་ཁྱེད་རང་ཚོས་ལགས་དང་ང་ཇེ་མང་འདི་བྱེད་ཡ་ཡིན་ང་ཕ་གི་བྱེད་ཡ་ཡིན་ང་གནམ་གྲུ་བཏང་མཁན་བྱེད་གི་ཡིན་ང་ཨ་ནེ་དགེ་རྒན་བྱེད་གི་ཡིན་ད་འདི་ཡོད་རེད་བ་འདྲ་མ་འདྲ་འོ་འདི་འདྲས་ད་བསམ་ཚུལ་སྣ་ཚོགས་བསམ་བློ་གཏོང་བ་དང་ཟེར་བ་ཆ་ཤས་བཀོལ་བའི་ནུས་བ་ཡོད་རེད་ཟེར་ན་ང་ཆ་ཤས་བཀོལ་འདོད་ཡ་ཆ་ང་འདི་འདྲས་བྱེད་གི་ཡིན་ཨ་ཆ་ཤས་ལའེ་འདི་ག་རེད་ལ་ན་ང་དགེ་རྒན་བྱེད་གི་ཡིན་དཔེར་ན་དགེ་རྒན་ན་ལོ་ན་ང་བོད་ཡིག་དགེ་རྒན་བྱེད་གི་ཡིན་ཟེར་བ་བྱེད་སྟངས་བོད་ཡིག་དགེ་རྒན་བྱེད་མཁན་ཡིན་ན་ཉན་ཉུང་ཉུང་རེད། ཡིན་ནའི་ནས་ང་བོད་ཡིག་དགེ་རྒན་བྱེད་མཁན་ཡིན་ཟེར་བ། ཨ་བོད་ཡིག་དགེ་རྒན་བྱེད་ཁ་བྱེད་ཡ་ལ་ཡ་ཨ་ནི་ང་སླབ་གྲ་དེ་འདྲས་བྱས་ན་འགྲོ་དགོས་འདུག་བོད་ཡིག་དེ་འདྲས་ཅིག་སྦྱང་དགོས་འདུག་ཨ་ནི་དུས་ཚོད་དེ་འདྲས་ཅིག་ང་སློབ་ཚན་འདི་གང་བཏང་དགོས་འདུག་དམིགས་བསལ་གྱི་སློབ་ཚན་གཞན་པ་ལས་མང་ང་ང་སློབ་ཚན་འདི་གང་བོད་ཡིག་དུས་ཚོད་བཏང་དགོས་འདུག་ལ་ད་དེ་འདྲས་ཆ་ཞུ་དགོས་ཡ་འབྱོར་བ། འོ་དེ་འདི་ལ་སོགས་པའི་ཆ་ཞུ་དགོས་པའི་ནུས་པ་ཡོད་པ་དེ་ད་དུང་གོང་ནས་གོང་དུ་སྤེལ་དགོས་རེད། སྤེལ་དགོས་དགོས་ར་ད་ང་ཚོས་བསམ་བློ་ཕག་ཐག་རིང་རུ་རིང་རུ་འཆར་གཞི་གཏིང་འཆར་གཞི་འཆར་གཞི་ལ་ཡང་ཡག་སྡུག་ཡོད་རེད་བ། འཆར་གཞི་ཡག་རུ་ཡག་རུ་ཨ་ནི་ལྷན་སྐྱེས་ཀྱི་མ་འོངས་པའི་གནས་ཚུལ་ལ་ཡང་བསམ་བློ་གཏོང་བསམ་བློ་གཏོང་བའི་གི་ནུས་པ་དེ་ཆེ་རུ་ཆེ་རུ་ད་བློ་དེ་ག་རེ་ཁྱད་ཆོས་བསམ་བློ་གཏོང་བའི་ནུས་པ་དེ་ཕ་ཆེ་རུ་ཆེ་རུ་བཏང་བ་ལ་ཡག

རྗེས་མར་མ་འོངས་པར་ལ་ཡང་དཔལ་ལྡན་བམ་དེ་འདྲ་བཟོས་རྗེས་ནི། འཛམ་བུ་གླིང་གཏོར་ཡག་གི་ཆེད་དུ་ནི་ཤེས་ཡོན་གལ་ཆེན་པོ་རེད་ཟེར་གསུངས་ཡོད་མ་རེད། ཤེས་ཡོན་གལ་ཆེན་པོ་རེད་ཟེར་དེ་ག་འདྲས་གསུངས་པ་རེད་ཟེར་དུས་ཚོད་མ། མི་ཡིག་གི་རང་བཞིན་གྱི་ཁྱད་ཆོས་བསམ་བློ་གཏོང་བའི་ནུས་པ་ཆེན་པོ་ཞིག་ཡོད་རེད་ཡོད་དེ་གོང་ནས་གོང་དུ་སྤེལ་ཡག་དང། དེ་ཕག་གཏིང་ཟབ་རུ་ཟབ་རུ་བཏང་ཡང་དང་དེ་ཡར་རྒྱས་བཏང་ཡང་ཡག། ཨ་ཤེས་ཡོན་གལ་ཆེན་པོ་རེད་གསུངས། རེད་ཤེས་ཡོན། ཤེས་ཡོན་སྦྱངས་ནས་ཆོས་མི་འགྱུར་བ། རྗེས་མ་ལས་ཀ་བཅུ་པོ་ར་ཡ། ལས་ཀ་ར་ཡ་བཅུ་པོ་གི་ཆེད་དུ་ཤེས་ཡོན་སྦྱངས་པ་ཡིན་ན་བསྟི་བྱེད་དང་དམིགས་ཡུལ་ནོར་བ་རེད་ད། ཉི་མ་ང། ང་ཚོ་སློབ་གྲྭའི་གི་སྐད་འཕྲིན་ཇི་ཡོད་རེད་ཡོད་ད་སྐད་འཕྲིན་ལ་སློབ་གྲྭའི་གི་ཚོང་ཁང་ཞུ་འཇུག་ཇི་ཡོད་རེད། ཨ་དེའི་གི་ན་ལོ་ལ་ཡང་ལས་བྱེད་ད་རྒྱ་གར་རེད། རྒྱ་གར་གྱི་ཡོད་རེད་ཡོད་ཧ་ཁོ་ཡོད་གི་ང་ཉིན་མོ་གཅིག་ཁོ་ཙལ་ལ་ཕར་འགྲོ་ཨ་ནི། ཆ་གྲོགས་ཀྱི་སྟོང་ཨ་ནི་གཅིག། ཁབ་སེར་གྲོགས་སྲ་མོ་སྲ་གྲོགས་ཀྱི་ས་འདས་བསྡད་པའི་སྐབས་རེད་ཡ་ཨ་ནི་ཁོས་ང་ལས། ཨ་ཉི་ད། ཨ་ནི་ཁོས་ང་ལ་ངེད་གཉིས་ད་སྐད་ཆ་ག་ནས་རེད་ཅེས་འཕྲོས་པས་ན་གང་ལྟར་སྐད་ཆ་ཅིག་འཕྲོས་རེད་ཡ། ཨ་ཉེས་ཁོ་ལ་ཨེ་འདྲ་ལ་ཡིན་པ། སློབ་སྦྱོང་སྦྱང་སྦྱང་སྦྱང་ད་ཙིག་དམིགས་ཡུལ་དེ་ལས་ཀ་བྱས་ལས་ཀ་ར་ཡ་ད་དེའི་ཆེད་དུ་མ་རེད་ལ་ཡིན་པ་ཁོ་པས་ཁོས་ང་ལ་ཡ་ཨ་ཟ་ལམ་སང་དེ་ལས་ཀ་ར་ཡ་ཆེད་དུ་མེད་ན་ཁར་ཆེན་ལྗང་གུ་འོ་རེད་ཟ་བྱས་ཙང་ཅི་ད་ཁག་ཡོད་མ་རེད་ཁོ་ཚོའི་རིགས་དེ་གས་བསམ་བློ་དང་དང་དང་དུ་ཚོད་བལྟས་ཚེ་ཆུང་དྲགས་རེད་བ། ཅི་ད་སློབ་སྦྱོང་སློབ་སྦྱོང་སྦྱང་ཡང་དེའི་དམིགས་ཡུལ་དེ་ལས་ཀ་ཅུ་གུ་ར་ཡ་ད་མི་ཚེ་ཁྱོད་ཙམ་ད་དེ་འདྲའི་ཆེད་དུ་མ་རེད་ཡོད། འགོ་ཚུགས་སོ་སློབ་ཆུང་ལའེ་འདིས་ང་རང་ཚོའི་གི་ད་ལྟ་དེ་བསམ་བློ་གཏོད་པའི་ནུས་པ་ཆེན་པོ་དེ་གོང་ནས་གོང་དུ་སྤེལ་རྗེས་མ་འོངས་པ་ལ་མི་གཞན་པ་ལ་ག་འདྲའི་ཕན་ཐོགས་དོ་དོན་དང་ལྡན་པའི་མི་ཚེ་ཅིག་ག་འདྲས་སྐྱེལ་དགོས་དོ་ད་དེ་རེད་མི་ཚེ་སྐྱིད་པོ་ཅིག་སྐྱེལ་དགོས་ཀྱི་ཡོད་རེད་ལ་མི་ཚེ་དོན་དང་ལྡན་པ་ཅིག་ག་འདྲས་སྐྱེལ་དགོས་ཀྱི་འདུག་ད་འོ་དེ་གཙོ་བོར་མི་ཡུལ་ཤེས་ཡོན་གྱི་མི་ཡུལ་ཡོད། སྤྱིར་འཛམ་བུ་གླིང་གི་ཤེས་ཡོན་གྱི་དམིགས་ཡུལ་ལ་བོར་དང་ང་རང་ཚོ་བོད་པ་ལ་ཤེས་ཡོན་ཅན་པའི་དམིགས་ཡུལ་ལོག་ག་ཆོད་ཡོད། དེ་གས་དེ་ཡིན་པ་རེད་ད་ང་རང་ཚོ་ལོ་ལོ། ད་དམིགས་ཡུལ་དོན་ཚོད་ད་ང་ཚོ་ཡིན་པ་རེད། ཡིན་ནས་འདིའི་སྒང་ལ་ང་ཚོ་བོད་པ་ལ་དམིགས་བསལ་གྱི་དམིགས་ཡུལ་ཅིག་ཡོད་རེད་འོ་དེ་ང་ཚོ་ཡང་ད་ལྟ་དུམ་ཚང་འདིའི་འོག་ནས་འགྲོ་གི་ཡིན། འོ་ལགས་སོ་ད་དུམ་ཚང་དང་པོ་འདི་ང་ཚོ་འདུག་བྱས་འགྲོ་ཚར་རེད། ད་དུམ་ཚང་གཉིས་པ་འདི་ཡིན་ད། མིག་ཉེས་ཅིག་མ་བློ་རོ། ཁྱེད་རང་ཚོས་མཉམ་དུ་བློ་ཞོ། ང་ཚོ་བཙན་བྱོལ་བ་ཆགས་པའི་ཉིན་དང་པོ་དེར། མ་འོངས་པའི་བོད་སྤྱི་མཐུན་ནམ་བོད་མི་སྒེར་སོ་སོའི་གནས་སྟངས་གང་ཡིན་ནའང་གལ་ཆེ་ཤོས་ཤེས་ཡོན་ལ་རག་ལས་ཡོད་པས་བོད་པའི་ཤེས་ཡོན་ཡར་རྒྱས་གཏོང་རྒྱུ་དེ་གལ་ཆེན་པོར་བརྩིས་ཏེ། དང་པོ་སློབ་ཁག་པེ་ཅིང་ངེད་ཀྱི་གར་དང་བྲ་བུ་ཚོས་གྲྭ་ཆས་བྱས་དང་པོ་སློབ་གྲྭ་ཁག་བཙུགས་པ་རེད། ཤེས་ཡོན་དེ་ཡང་བོད་པའི་ཕྲུ་གུའི་ཤེས་ཡོན་ཡིན་པས། བོད་པའི་ཕྲུ་གུའི་ཤེས་ཡོན་ཡིན་པས། བོད་ཕྲུག་བོད་མིའི་མཚན་ཉིད་ཚང་བ་ཞིག་ཡོང་བ་ལ་ངེས་པར་དུ་བོད་པའི་ཤེས་ཡོན་ཡོད་དགོས། ད་ལྟའི་དཔེ་ཧང་སང་གི་དེ་དུམ་ཚ་གཉིས་པ་དེ་ང་ཚོ་བོད་པ་ལ་དཔེ་ཧང་སང་གི་གལ་ཆེན་པོ་རེད་ཡ། གཞན་ང་ཚོར་བསླབ་གྲྭ་འདི་འདྲའི་གཙོ་བོ་སྤེལ་ཏེ་འདི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ནས་མ་སུ་རི་བོད་ཁྱིམ་བཙུགས་ནས་བྱས་ནས་ད་མ་སུ་རི་དུ་ཡོད་རེད། དང་དུ་བཙུགས་ནས་བྱས་ན་ད་ལྟ་བུ་དུ་ད་བསླབ་གྲྭ་མང་པོ་ཞིག་བཙུགས་ཡོད་རེད་པ་ད། བསླབ་གྲྭ་ཁག་སྤེལ་ཏེ་ས་ལས་ན་བདུན་ཅུ་ག་ཚོད་རེ་གཅིག་བཙུགས་ཡོད་རེད་ལ་འོ་རེ་རྒྱ་བལ་འབྲུག་གསུམ་གྱི་ན་ལོ་ལ་ཡོད། ད་དང་ཚོ་ཚང་མ་བཙུགས་ཡག་གི་དམིགས་ཡུལ་དེ་ག་རེ་རེད་བས་ལ་དུས་ཚོད་འབའ་ལ་ཡ། མདོར་བསྡུས་ནས་བཤད་པས་ན། བོད་ཕྲུག་བོད་མིའི་མཚན་ཉིད་ཚང་བ་ཞིག་ཡོང་བ་ལ་ངེས་པར་དུ་བོད་པའི་ཤེས་ཡོན་ཡོད་དགོས་ལ་དེར་བོད་པའི་ཤེས་ཡོན་ཅུ་ཐོབ་ཡག་ཡག་ཆེད་དུ་བཙུགས་པ་རེད་མ་གཏོགས་གཞན་རྒྱ་གར་ན་ལོ་སློབ་གྲྭ་ཡོད་རེད་བ་སྐབས་དུས་དུས་རྒྱ་གར་སླབ་གྲྭ་བཏང་བཞག་ནས་འབྲི་བསྡད་ཡོད་རེད་བ། ཏི་མ་རེད་ཁྱེད་རང་ཚོ་ད་ལྟ་དེ་བོད་པ་ཅིག་མཉམ་དུ་འཛོམས་དགེ་རྒན་ཡིན་ནས་བོད་པ་ཅིག་ཡོང། ཨ་ནི། མ་སློབ་སའི་ཡུལ་སློབ་མ་དེ་བོད་པ་ཅིག་ཡིན། བྱས་ཙང་འོང་དེ་འདྲས། ཡོང་ཡང་འདི་འདི་འདྲས་ཀྱི་དམིགས་ཡུལ་བཅང་ཡང་དེ་ག་རེ་རེད་བའི་ལབ་རྒྱུ་ཙམ་པ་ལ། བོད་ཕྲུག་བོད་པའི་མཚན་ཉིད་ཚང་བ་ཞིག་ཡོང་ཡག་གི་ཆེད་དུ་རེད་ས་འདི་མདོར་དུམ་ཚ་གཉིས་པའི་གི་བསྟན་བྱ་གཙོ་བོ་དེ་དེ་རེད། ད་འདི་བསྟན་སྟངས་དེ་ག་འདྲ་ཅིག་བསྟན་ཡོང་རེད་བསྟན་བྱ་འདི་འདྲའི་གལ་ཆེན་པོ་ཅིག་རོ་ང་ཚོ་བསྟན་དགོས་སེམས་ལ་བཞག་དགོས་གལ་ཆེན་པོར་ད་དེ་བྱས་ཙང་བསྟན་བྱ་དེ་ཟེར་བ་དུམ་བཟའ་གཉིས་དཔལ་གྱི་བསྟན་བྱ་འདིས། བསྟན་སྟངས་གང་འདྲ་ཞིག་བསྟན་ཡོད་པའི་ལབ་ཡིན་ན། ང་ཚོ་བཙན་བྱོལ་བ་ཆགས་པའི་ཉིན་དང་པོ་དེར་སླར་ད་ང་ཚོ་གཅིག་སྟོང་དགུ་བརྒྱ། ད་ལྟ་སྤྱིར་བཏང་ལྟ་འདི་ག་ཚོད་ཤེས་དགོས་གལ་ཆེན་པོ་གཅིག་འདུག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བོད་རང་བཙན་ཤོག་རིལ་ལབ་ཉེན་གཅིག་ཡོད་རེད། འདི་ཡོངས་གྲགས་རེད་ཡིན་ནའི་ང་ཚོ་གི་གཅིག་སྟོང་དགུ་བརྒྱ་ང་ཚོ་བོད་རང་བཙན་ཤོག་ཡག་འདི། ཁྲིམས་མཐུན་གྱི་ཐོག་ནས་ཤོག་ཡག་འདི་ག་དུས་ཤོག་རེད་པས་ལ་དུས་ཚང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ་ཡག་ནི་བོད་སྐད་ཆིངས་ཡིག་དོན་ཚན་བཅུ་བདུན་ལ་ཡག་ནི། ད་ལྟ་ང་བོད་ང་བ་གཅིག་མིན་ད་དུས་ཚོད་ཀྱི་ནི། བོད་སྐད་ལ་ཡག་ནི་མཚན་རྟགས་བརྒྱབ་ནི་བོད་རྒྱ་ཁོངས་རྒྱ་མིའི་མངའ་ཁོངས་ཡིན་ལ་ནི་མཚན་རྟགས་བརྒྱབ་པས་དེ་ནས་བྱས་ནས་ནི། བོད་ཤོག་བ་རེད། ལྔ་བཅུ་ང་དགུ་ལོ་ལ་ཡག་རྩིས་ཡས་དེ་ག་བྱས་ནས་ལྔ་བཅུ་ང་དགུ་ལོ་ལ་ང་ཚོ་བཙན་བྱོལ་བ་ཡོང་བར་བ་བཙན་བྱོལ་བ་ཆགས་པར་བ། སོ་སོའི་རྒྱལ་ཁབ། ཤོར་ནས་ཨ་ནི། མི་གཞན་པ་གཅིག་གི་སྐྱེ་ཁ་ལ་སྐྱབས་བཅོལ་བ་ཆགས་པར་བ་དང་ང་ཚོ་སྐྱབས་བཅོལ་བ་ཕྱིན་པར་བ་དེ་དེ་ནས་ཆེ་ཨ་སེམས་ཀྱི་ན་ལོག་ལ་ཡ་འཚོ་བ་དེ་སྐབས་དུས་དུས་ནས་ཤོར་བའི་འཚོ་བ་ཤུགས་ཆེན་པོ་ཡོར་བ་བྱས་ཙང་ཨ་ནི་ལྔ་བཅུ་ང་དགུ་འདུག་ཕལ་ཆེན་བཤད་པ་མེད་འགྲོ། སྤྱིར་བཏང་ཤོར་ཡ་དེ་ལྔ་བཅུ་ང་གཅིག་གི་ལོ་ལ་རེད་རྒྱ་མི་ཡོང་ཡ་འདི་བཞི་བཅུ་ཞེ་དགུ་ལོ་ནས་ད་ང་ཚོ་འདུག་མཚོན་ཤེས་འགོར་བ། རྒྱ་མི་བོད་ལ་ཡོང་ཡ་འདི། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་མ་ཨ་མདོ་ཕྱོགས་ནས་ཡར་མར་རྒྱ་ཁིག་རྒྱ་ཁིག་བྱས་ནས་འདུག་བྱས་ནས། ཡོང་ནས་ཨ་ལྔ་བཅུ་ང་གཅིག་གི་ལོ་ལ་ཐ་མ་ལྔ་བཅུ་ང་གཅིག་གི་ལོ་ལ་ཡ་ཨ་ནི་ཕྱི་ཉིན་དོན་ཚན་བཅུ་བདུན་ལ་ཡ་ཨ་ནི། བོད་ཀྱི་སྐུ་ཚབ་ང་ཕོད་ངག་དབང་འཇིགས་མེད་ང་འདུག་བཞག་པ་རེད། སྤྱིར་བཏང་སྐུ་ད་ལྟ་ང་ཕོད་ངག་དབང་འཇིགས་མེད་སྐུ་ཚབ་རེད་ལབ་ཀྱི་ཡོད་རེད་དེ་ལས་ཡིན་ནའི་ང་ཕོད་ངག་དབང་འཇིགས་མེད་ཀྱི་སྐུ་ཚབ་ཀྱི་གྲས་ལ་ཡང་སྤྱིར་བཏང་ཚུད་ཡ་དེ་ཁག་པོ་རེད་ཁོ་རང་ཆབ་མདོ་ལ་ཡང་དམག་རྒྱབ་པའི་སྐབས་ལ་ཡང་ཨ་ནི་དམག་ཤོར་ནས་བོད་འགྲོ་མཁན་གྱི་མི་གཅིག་ལ་ངོས་འཛིན་བྱས་དེ་ཡོད་སྤྱིར་བཏང་ལོ་རྒྱུས་ནང་དེ་འདྲས་རེད། འོ་ལགས་སོ་ད་གང་ལྟར་ག་རེ་ཡིན་ནས་མེད་ནས། ང་རང་ཚོ་བཙན་བྱོལ་ཆགས་པ་རེད་དེ་དང་དེ་ཆགས་པའི་ཉི་མ་དང་པོ་དེ་ལ་ཡ་ཨན་ང་རང་ཚོ་གི་ད་ད། བོད་པའི་སྤྱི་མཐུན་ལ་རེད་ང་ཚོ་བོད་སྤྱི་མཐུན་ལ་བྱོས་ར་སྤྱི་མཐུན་ལ་དེ་བོད་ཡོངས་རྫོགས་སྤྱི་བཏང་སོ་སོ་རང་བསམ་བློ་བཏང་དེ་ནོར་འཁྲུལ་རེད་ད་སྤྱི་བཏང་བོད་རྒྱལ་ཁབ་ལས་བསམ་བློ་བཏང་དགོས་གལ་ཆེན་པོ་རེད་བ་སྤྱི་བཏང་བོད་པའི་བོད་སྤྱི་མཐུན་ལ་རེད་ཡོ་ད་བོད་སྤྱི་མཐུན་དེ་ག་རེ་རེད་བས་ལར་ད་བོད་པའི་སྤྱི་མཐུན་ད་དེ་ག་རེ་རེད་བས་ལར་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡ། བོད་པའི་ཆོས་དང་རིག་གཞུང་དེ་གས་གང་ལ་བརྟེན་པའི་སྐད་དང་ཡི་གེ་དེ་སྲུང་སྐྱོབ་བྱེད་ཡ། བོད་ཀྱི་རྒྱལ་ཁབ་ཀྱི་རང་དབང་སླར་གསོ་བྱེད་ཡ། ད་འོ་དེ་གས་ཚང་མ་ལོ་བོད་སྤྱི་མཐུན་རེད། བྱས་ཙང་བོད་སྤྱི་མཐུན་འདིས་བོད་སྤྱི་པའི་དོན་དེ་དེ་བྱས་རོ། ད་ག་ནང་བཞིན་བོད་མི་སྒེར་སོ་སོའི་གནས་སྟངས་ཡག་གང་ཡིན་ནའང་ཟེར་བ་ལྟར་སྤེན་མ་བོད་མི་སྒེར་སོ་སོའི་གནས་སྟངས་ཡག་ཡག་ག་དང་སྡུག་ག་དང་འཚོ་བ་སྐྱིད་པ་དང་དམིགས་ཡུལ་དང་ག་རེ་ཡིན་ན་ཡོངས་ཆོས་བོར་བ་དེ་འདྲའི་གང་ག་འདྲས་ཅན་བའི་ཡིན་ནའང་ཟེར་བ་ལྟར་ད་མདོར་བསྡུས་ནས་བཤད་པས་ན་བོད་པས་བོད་སྤྱི་དོན་ལ་བསམ་བློ་བཏང་པའི་ནས་རེད་བོད་མི་སྒེར་སོ་སོའི་གནས་སྟངས་ག་འདྲས་ཅན་ལ་ཡིན་པའི་ནས་ག་འདྲས་ཅན་ལ་སླེབས་པའི་ཡིན་ན་ཡང་གལ་ཆེ་ཤོས་དེ་ཤེས་ཡོན་ལ་རག་ལས་ཀྱི་ཡོད་རེད་ད་ཤེས་ཡོན་དེ་གལ་ཆེན་པོ་རེད་ཤེས་ཡོན་རང་ཤེས་ཡོན་ལ་མ་བརྟེན་པའི་མ་བརྟེན་པ་ལ་ཡང་ཨ་ནི་བོད་སྤྱི་དོན་ལ་ཅིག་ཡོད་བོད་སྤྱི་དོན་ལ་ཅིག་འགྲུབ་ཐབས་ཡོད་མ་རེད་ལ་ཨ་བོད་མི་སྒེར་སོ་སོའི་གི་ཨ་ནི་འཚོ་བ་ཡིན་པའི་ནས་ལས་ཨ་ནི་ཅིག་འཚོ་བའི་ཁྱོད་བརྩེ་བ་སྐྱེས་པའི་སྐབས་ལ་དཀའ་ངལ་ཆེན་པོ་འཕྲད་དེ་ན་དེ་འདྲ་ཡོང་གི་ཡོད་རེད་ལར་དོག་བྱས་ཙང་ཤེས་ཡོན་རག་ལས་རེད་ལར་བོད་སྤྱི་མཐུན་སྒྲུབ་ཡ་ཡི་ནས་སྒེར་སོ་སོའི་དོན་དག་སྒྲུབ་ཡ་ཡི་ནས་སྤྱི་ཕན་གཉིས་ཀ་ག་འདྲ་བྱེད་ལ་བསམ་བློ་བཏང་པས་ན་ཤེས་ཡོན་གལ་ཆེན་པོ་རེད་ཤེས་ཡོན་ལ་རག་ལས་གི་ཡོད་རེད་ལར་རེད་ད། ཆ་ཞབས་པས་ན་ཆ་ཞབས་པས་ན་ང་ཚོ་གིས་ད། བོད་སྤྱི་མཐུན་ལ་དེ་བསམ་བློ་བཏང་བའི་སྐབས་ལ་ཡང་ད་ང་ཚོ་བོད་པས་བོད་སྤྱི་མཐུན་གྱི་དོན་དག་འདི་འགྲུབ་ཡ་ལས་ཤེས་ཡོན་ག་འདྲས་ཅིག་གོ་རེད་བོད་སྤྱི་མཐུན་ཅིག་གིན་ག་འདྲས་ཅིག་རེད་ལ་དུས་དཔེ་ན་ཆ་བྱས་ན་ད་བོད་སྤྱི་མཐུན་ཞེ་དབུས་ཀྱི་སེམས་ན་ལུས་ལ་སེམས་ཤུགས་ཆེན་པོ་ཞིག་དབུས་ཀྱི་ཞེན་ཁོག་ཆེན་པོ་ཞིག་ཡོད་པ་ཡིན་ན་ཡང་ཨ་ནི་སློབ་སྦྱོང་མེད་སོང་ན་ཨ་ནི་དེ་མཚམས་མཚམས་ཨ་ནི་སྐྱོན་ཆགས་འགྲོ་ཡ་དེ་འདྲ་ཡོང་གི་འདུག་ཨ་ནི་ཐན་སྐྱལ་ཆགས་འགྲོ་ཡ་རིགས་དག་དེ་འདྲ་འདྲ་མི་འདྲ་ཡོང་ན་དཀའ་ངལ་འཕྲད་དགོས་རེད་བ་བྱས་ཙང་ཨ་ནི་བོད་པའི་གི་ཤེས་ཡོན་དེའི་ཐོག་ནས་ཨ་ནེ་སོ་སོའི་གི་དཀའ་ལས་བརྒྱབ་ཡི་གི་ཅང་བོད་པའི་ཐ་ཏ་པད་ནི་མདོར་བསྡུས་ནས་བཤད་པི་ནི་ནས་བོད་པའི་སྐད་དང་ཡི་གི་དེ་ཡག་པོ་བྱེད་ནས་སྦྱངས་པི་ན་ཁྱེད་རང་གི་བོད་སྤྱི་དོན་ལ་ཕན་ཐོག་གོ་བར་ཐ་མདོར་བསྡུས་ནས་བཤད་པི་ན་ག་ཚོད་མང་བསྡུས་པི་ནི་ལ་བོད་པའི་སྐད་དང་ཡི་གི་དེ་བོད་སྐད་ཡག་པོ་བྱེད་ནས་རྒྱབ་ཡག་ཨ་མི་ག་ཤེད་མཚམས་མཚམས་འདུག་ཨ་ཀོང་ཇོ་སོན་བོད་སྐད་རྒྱབ་པའི་སྐབས་ལ་ངའི་ཨིན་ཇི་ལས་ཐབས་སྐྱོ་བ་དེ་འདྲ་ཨ་བེད་ལོ་འདི་འདྲ་རྒྱབ་ཉེས་འདི་འདྲ་འདུག་ཨ། ཨ་ད་དུང་ང་བོད་པ་ཡིན་བོད་པ་ཡིན་ཨ། གདོང་ལས་གདོང་དམར་མོ་འགྲོ་ཅིག་ཆགས་དགོས་ཡ་རེད་ད་ལས་ཨ། དོན་རྩོད་རིགས་ལ་ངོ་ཚ་མེད་པ་ལ་རེད་བ། ཅེས་དང་མི་ངོ་ཚ་མེད་མཁན་དང་ཁྲེལ་མེད་མཁན་རིགས་དོན་རྩོད་ངོ་འདི་འདྲས་ཨ་ནི་བོད་སྐད་འདི་སྐྱོ་ཏོག་ཏོག་ཞིག་སྐད་ཨ་དོན་དུ་ཨ་སོ་སོའི་རྒྱུ་མཚན་གྱི་ཚད་ཆེ། ང་ཆུང་ཆུང་ནས་ཨ་ནི་ཕྱི་རྒྱལ་ལ་སྐྱིད་རྒྱུ་རེད་ལ་ཡ་འདི་འདྲས་འགྲོ། ང་ཆུང་ཆུང་ནས་ཨ་ནི་ངའི་རོགས་པ་ཚང་མ་རྒྱ་གར་རེད། ལ་ཡ་དེ་འདྲས་ད་དེ་འདྲས་འགྲོ་རྒྱུ་མཚན་དེ་འདྲས་བཤད་རྒྱུ་དོག་པོ་གུ་དོན་ཚོ་དེང་སང། དོན་ཚོ་ཚང་མ་ལོག། རྒྱུ་མཚན་བཤད་ས་མ་རྟ། བོད་པ་ཡིན་པའི་གཞུང་ལུགས་བོད་སྐད་རྒྱབ་དགོས་གལ་ཆེན་པོ་རེད་ཡོད། བོད། བྱས་ཙམ་ཁྱོད་རང་གིས་བོད་སྐད་ཡག་པོ་རྒྱབ་པ་དག་རང་གིས་བོད་པའི་དོན་སྒྲུབ་འཇུག་གོར་བོད་སྤྱི་དོན་ལ་ཕན་གི་ཡོད་རེད། བོད་པའི་སྐད་དང་ཡི་གེ་ཡག་པོ་ཡིན་ཁྱེད་རང་གིས་ཡི་གེ་ཡག་པོ་ཅིག་སྦྱངས་པ་ཡིན་ནས། བོད་པའི་ཡི་གེ་སློབ་སྦྱོང་ཡག་པོ་ཅིག་བྱས་པ་ཡིན་ན་ཁྱེད་རང་བོད་སྤྱི་པའི་དོན་ལ་ཕན་ཐོག་གོ། ད་ལྟ་ཁྱེད་རང་ཚོ་འཛིན་གྲྭ་དྲུག་པའི་གི་སྐབས་དེ་ལ་ཡ། བོད་སྤྱི་དོན་གྱི་འབྲུ་གུ་གུ་བཏུ་ན། འཛིན་གྲྭ་དྲུག་པའི་སྐབས་སུ་བབས་པའི་སློབ་ཚན་དེ་ཡག་པོ་སྦྱང་དགོས་སྐོར་རེད་བོད་སྐད་ཡག་པོ་རྒྱབ་དགོས་སྐོར་རེད་ད་ལྟའི་ཁྱེད་རང་ཚོས་གིན་བོད་སྤྱི་དོན་འགྲུབ་ཚར་བོད་པའི་སྤྱི་དོན་ལ་ཕན་དགོས་བ་ད་ངོ་ད་ག་རང་རེད། དེ་ནས་ད་ཁྱེད་རང་ཚོ་མི་སྒེར་སོ་སོ་ལ་ཡ་ཆ་བཞག་པའི་ནས་ལ་ཕན་ཐོག་ཡ་ཡོད་རེད་བ་དཔེར་ན་འཚོ་བ་སྐྱེལ་པའི་སྐབས་ལ་བོད་པའི་གི་ཤེས་ཡོན་དཔེར་ན་ཆ་བཞག་པའི་ན་ཅིག་ཡི་གེ་འགྲོ་ཅིག་ཤན་པའི་ནས་བོད་གཞུང་ད་ག་བ་འགྲོ་འདི་སྙན་ཞུ་རྒྱབ་ནས་རྒྱབ་དེ་ཤེས་མ་ཚོ་དཀའ་ལས་ཡོད་རེད་ད་ཡང་ང་ལས་རོགས་པ་དེ་འདྲས་ཡོད་མཐོ་སློབ་དེ་འདྲའི་གཞན་པ་དེ་འདྲའི་དུས་ཐོན་ཡོད་དེ་ཡིན། སྐུ་གཅིག་ངག་སྙན་ཞུ་གཅིག་བྲི་རོགས་གྱིས། ཨ་ནི་སྐུ་གཅིག་ངག་དེབ་གཅིག་བྲི་རོགས་གྱིས། ཨ་ནི་དམ་ས་ར་ཏོག་ལ་ཡར་རྒྱུག་དང་ཨ་ནི་གཅིག། ཡི་གེ་ཚོང་དུས་ཉེས་དང་དེ་འདྲའི་རིགས། ཨ་ནི་ང་ཡི་ཉི་མ་གཅིག་ཐུབ་ཡི་གེ་དམ་ས་ལ་འཇུས་ཐོ་སྐུ་བརྒྱ་ལ་ཞུ། འོ་དེ་ལ་བྱ་སྒྲོག་བཏུང་དེ་བལྟས་པའི་སྐབས་ལ་ཡང་ཨ་ནི་ཅོག་ཅེ་ལས་སུ།

ཅིག། ག་རེ་ཡིན་ནས་དྲིས་ཆོག་ཆོག་བཤད་ཆོག་ཆོག་ཡོད་དུས་ཨ་མི་ལ་རེ་དགོས་ཡ་མེད་སོ་སོའི་ལས་ཀ་དང་དུས་ཚོད་འཕྲོ་བརླག་མ་འགྲོ་བར་དཀའ་ངལ་ཞུ་འདི་རང་བཞིན་ཕན་ཐོགས་འགྲོ་རུ་འོ་ལགས་སོ་ཨ་ཏི་ལེ་མ་དྲ་རྒྱའི་འགྲོ་བས་ཨ་ནི་ཤེས་ཡོན་ང་ཚོའི་བོད་པའི་ཤེས་ཡོན་ནང་དོན་རིག་པ་དང་ཚོ་ཡག་པོ་ཤེས་པས་ན་ཨ་མི་ཚེ་དོན་དང་ལྡན་པ་སྐྱེལ་ཡ་དང་ཡང་ཨ་ནི་ཀ་མི་ཚེ་ནང་དཀའ་ངལ་འཕྲད་པའི་སྐབས་ལ་ཡིན་ནས་ཨ་བསམ་བློ་བཏང་དང་དང་དེ་ལ་སོགས་པའི་ཁྱད་པར་མང་པོ་གྱུར་འགྲོ་རུ་འོ་ལགས་སོ་ད་དེ་ལ་སོགས་པའི་ད་བོད་སྤྱི་དོན་ཡིན་ནས་རེད་བོད་མི་སྒེར་སོ་སོ་ག་འདྲས་ཕྱིན་པའི་ནས་ཤེས་ཡོན་ད་གལ་ཆེན་པོ་རེད་ལ་རེད། ད་ཐེངས་ཤེས་ཡོན་དེ་གོ་ལ་ངོས་འཛིན་པ་རེད་གལ་ཆེན་པོ་ཡིན་པས་ལར་དཔག་ས་པས་དེས་ང་ཚོ་གནའ་མི་གསུམ་པོ་རྒྱུ་མཚན་ལ་བཞུགས་པ་རེད་ཡོ་ད་གང་དེ་གོང་དར་ཉེ་གི་འཕྲལ་དུང་དུ་ཅིག་བཤད་གོ་དྲན་ད་ཡིན་ན་གལ་མི་འདུག་རྗེས་མ་གནའ་མི་གསུམ་པོ་དང་གནའ་མི་དྲུག་པ་དང་ལ་སྟོན་གི་འཕྲལ་གནའ་མི་དུང་དུ་སླེབས་པའི་སྐབས་ལ་ཡང་དུས་དུས་ངེད་གྲ་རྒྱས་པོ་བྱེད་འགྲོ་གི་ཡིན། འོ་ལ་སོ་གས་སྤྱི་ཆོས་ཡིན་པའི་རག་ལས་ཡོད་པས་སོ། ཤེས་ཡོན་ལ་རག་ལས་ཡོད་པའི་རྒྱུ་མཚན་གྱིས་ལ་འོ་རེད་ཡ། བོད་པའི་ཤེས་ཡོན་ཡར་རྒྱས་གཏོང་རྒྱུ་དེ་གལ་ཆེན་པོར་བརྩིས་ཏེ་དང་པོ་སློབ་གྲྭ་ཁག་བཙུགས་པ་རེད། བྱས་ཙང་ང་ཚོ་ཤེས་ཡོན་གལ་ཆེན་པོ་སོང་ཙང་དང་པོ་ཉེ་ལམ་བོད་པའི་ཤེས་ཡོན་ལར་ད་ང་ཚོ་བོད་པའི་ཤེས་ཡོན་དུ་ངོས་འཛིན་དགོས་འོ་རེད་པ། བོད་པའི་ཤེས་ཡོན་དེ་ག་འདྲས་བྱེད་རེད་པས་ལ་དུས་བོད་ཀྱི་སྐད་དང་ཡི་གེ་གཙོ་བོར་གྱུར་པས་དེ་ལ་བརྟེན་པའི་རིག་གཞུང་ཆ་ཚང་ནང་དོན་རིག་པ་ཡི་ནས་སྐར་རྩིས་རིག་པ་ཡི་ནས་སྙན་ངག་ཡི་ནས་སྨན་རྩིས་ཡི་ནས་སྨན་གྱི་རིག་པ་ཡི་ནས་ཐ་ག་ནང་བཞིན་བཟོ་རིག་པ་ཡི་ནས་བོད་པའི་སྐད་དང་ཡི་གེ་ལ་བརྟེན་པའི་ཤེས་ཡོན་བརྟེན་པའི་རིག་གནས་ཆ་ཚང་ལ་ཡང་བོད་པའི་ཤེས་ཡོན་བློ་ཡོད། དེ་ཙམ་བོད་པའི་ཤེས་ཡོན་ཡར་རྒྱས་གཏོང་རྒྱུ་དེ་སླར་ཡང་གལ་ཆེན་པོར་བརྩིས་ཏེ་དང་པོ་ཁོ་ཚོས་ག་ཚོད་ན་བོད་པའི་གི་སློབ་གྲྭ་ཁག་བཙུགས་པ་རེད། སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ལ་མ་སུ་མ་སུ་རི་བོད་ཁྱིམ་བཙུགས་ཡ་དང་དེ་འདྲ་བྱུང་རོ། ཨ་དེ་ནས་རིམ་བཞིན་ཨ་ནི་བོད་ཕྲུག་ཁྱིམ་དེ་བཙུགས་རོ། ཨ་དེ་ནས་རིམ་བཞིན་ཨ་ནི་སམ་བོད་དྲ་མཐོ་སློབ་དང་ཨ་ནི་རྒྱ་གར་གི་ད་འདིར་གཏུགས་བྱས་ནས་སླབ་གྲྭ་ཁག་བདུན་ཅུ་བདུན་གཉིས་ལྷག་དང་ཅི་ད་བདུན་ཅུ་ལྷག་དང་ཅི་ཕལ་ཆེན་བཙུགས་ཡོད་ཀྱི་རེད་འདི་འདྲ་བྱས་ནས་ཡོད་རེད་ཡང་གྲངས་ཀ་དེ་ཏག་ཏག་མེད་ནས་འདུ་བྱེད་ན། དཔེ་གལ་ཆེན་པོ་བཞི་བོ་ཅི་ན་བཙུགས་རོ་ད་སྟེ། བོད་པའི་ཤེས་ཡོན་ཅིག་ཡར་རྒྱས་གཏོང་ཡང་དང་འདིས་འདིས་རང་གལ་ཆེན་པོ་ལས་བརྩིས་བྱས་བོད་པའི་བསླབ་གྲྭ་ཁག་བཙུགས་པ་རེད་མ་གཏོགས། དབྱིན་ཇི་གཙོ་བོ་དབྱིན་ཇི་གལ་ཆེན་པོ་བརྩིས་ནས་བོད་པའི་བསླབ་གྲྭ་བཙུགས་རྒྱུ་ལོགས་སུ་བཙུགས་རྒྱུ་མ་རེད། འོ་ལ་སོ་རྒྱ་གར་གྱི་སྐད་གལ་ཆེན་པོ་བརྩིས་ནས་བོད་པའི་བསླབ་གྲྭ་བཙུགས་རྒྱུ་མ་རེད། དེང་དུས།